ཨོ་ད་གླིང་རིན་པོ་ཆེ་ཟེར་ཡ་དེ་དག་ཤུགས་ལྡན་དུ་ཁྱོད་ནི་འབྲེལ་བ་ཡོད་མ་རེད་ཟེར། ཆོས་རྒྱུད་ཁོ་རང་ལ་འབྲེལ་བ་ཡོད་མ་རེད་ཟེར་བ་ཧ་ལམ་གཙོ་གྱུར་དུ་ཁྱེད་སྐྱ་ཁྱི་བདེ་ཆེན་སྙིང་པོ་དང་སྐྱ་ཁྱི་ཁྲི་ཡང་རིན་པོ་ཆེ་ལ་པའི་ལམ་རིང་གི་བརྒྱུད་པ་དེ་ཚོ་སྐྱ་ཁྱི་གླིང་རིན་པོ་ཆེ་ལ་འབྲེལ་བ་ཁྱོད་ནི་མེད་པའི་བཟོ་རུ་ཕག་བཟོས། སྐུ་འཕྲེང་བཅུ་གསུམ་བར་གྱི་མདུན་ནས་མ་ཞུས་ཨ་ནི་དེ་ནས་ཅིག་ཁོ་ན་མ་ཞུས་ཀྱང་རྒྱུ་ཚོར་བ་དུག་ཅན་ལང་ཀ་བཟོས་ཡོད་རེད། ཀུན་ཕྲན་བཅུ་སོང་པ་གི་སྤྱི་དང་ལག་ལེན་གི་གསུང་ཆོས་གནང་བ་རེད་ཟེར་ངས་ཁ་སེང་ཞུས་པ་ཡིན་པ། ལག་ལེན་གསུང་ཆོས་གནང་མྱོང་ཡོད་རེད། རེད་དེ་སྐབས་དེ་དུས་ད་ང་རང་ཚོ་ལྕགས་ཀྱུ་གླིང་རིན་པོ་ཆེ་དགུང་ལོ་ཆུང་ཆུང་རེད་ཟེར་ངས་ཁ་སེང་ཞུས་པ་ཡིན་པ། རྒྱུ་མཚན་དེ་རེད། ལྕགས་ཀྱུ་གླིང་རིན་པོ་ཆེ་གི་གཞུང་མང་ང་རང་ཚོ་ད་ལྟ་དེ་ལག་ལེན་གསུང་ཆོས་གནང་ཡོང་པའི་ཁ་ཐོར་ལ་ག་རེ་གསུང་འདུག་ང་དེ་དུས་གར་སོང་སྐུ་འཕྲེང་བཅུ་གསུམ་སྤེལ་ཀའི་དུས་ལ་ད་ལྟ་ལང་རིང་ཤོས་པའི་ཁ་ཐོག་ལ་ང་སྤུ་གུ་རིའི་གང་ཡང་མགོ་ཚོས་མ་བྱུང། ངས་དེའི་ཕྱིས་སུ་ལ་དེ་ནི་ལྕགས་ཀྱི་བདེ་ཆེན་སྙིང་པོ་དང་ལྕགས་ཀྱི་ཁྲི་བྱང་རིན་པོ་ཆེ་རྣམ་པ་གཉིས་ཀྱི་སྐུ་མདུན་ནས་ཞུས་པ་ཡིན། གཙོ་བོ་དེ་ཚོ་དེ་ལྟ་བུའི་ལྕགས་ཀྱི་ཁྲི་བྱང་རིན་པོ་ཆེ་གི་སྐུ་མདུན་ནས་ཞུས་པ་ཡིན། ཁོང་གི་ལང་རིང་བླ་བརྒྱུད་ཀྱི་དུས་ཀྱི་ནང་ལ་ལྕགས་ཀྱི་ཁྲི་བྱང་རིན་པོ་ཆེ་གི་མཚན་དེ་ཚོ་ཡར་སྐྱུག་བྱས་ནས་ཁོང་གི་ལང་རིང་བརྒྱུད་པ་ནང་དུ་བརྩམས་པ། བོད་སྐད་ཀྱི་བླ་བརྒྱུད་གསལ་བཤད་གནང་བའི་ཁ་ཐོག་ལ་དེ་འདྲས་སོང་འདུག། དེ་ལྟ་བུ་ཅི་ཡང་དུས་བརྩམས་པ་དག་ག་འདྲས་བཟོ་དགོས་དོ། དངོས་ཡོད་གནས་ཚུལ་དེ་སོགས་ལ་དཔེ། ཏིག། ནག་སོབ་འདྲ་པོ་དང་རྒྱབ་འགལ་སྟངས་གང་ཐུབ་ཀྱིས་བཏོན་ནས་ད་དཔེ། ཚེ་ཕྱི་མ། ལས་སྐྱོན་འདྲེ་སེ་ཡ། ངོ་ཚ་བཀའ་ཁྲི་སེ་ད་དེ་སོགས་གང་སྐྱེ་ལ་གོམས་པ་མི་སྐྱེ་འདུག་ནས་ད་ལས་ཀ་འདི་འདྲ་བྱས་ད་གི་ཡོད་རེད་སྐད་ཆ་འདི་འདྲ་བཤད་གི་ཡོད་རེད། དེ་ནང་བཞིན་གྱི་ང་རང་ཚོ་སྐྱ་ཁྱི་གླིང་རིན་པོ་ཆེ་ཟེར་དུས་སྐྱ་ཁྱི་ཁྲི་དབྱངས་རིན་པོ་ཆེ་གི་སློབ་མ་ཡིན། གཉིས་པ། ཀྱེ་ཀྱེ་བདེ་ཆེན་སྙིང་པོ་དགོད་པའི་ཐུགས་སྲས་གཙོ་བོར་སྦྱར་བ་སྟེ། ད་མདུང་གཅིག་ཀྱེ་ཀྱེ་བདེ་ཆེན་སྙིང་པོ་ལ་ཞེ་དྲག་འབྲེལ་བ་ཡོད་མ་རེད་མདོག་མདོག་བཤད་དེ་ཡ་དེ་ཚོ་སྟེ་མངོན་སུམ་ལ་སྙོན་པའི་ཧམ་པ་ཞིག་དེ་ཡོད་རེད་ད། ཁོང་དེ་འདྲས་ཀྱིས་ཤེས་དགོས་ཡ་རྒྱུ་མཚན་ག་རེ་རེད། ཁ་སང་ནས་ང་རང་ཚོ་ཞོལ་དེ་ཡ་གི་ད་ད་ལྟ་འདི་གི་ཁོང་གི་དམིགས་ཡུལ་དེ་དང་འབྲེལ་བ་ཡོད་དགོས་ཀྱི་ཡོད་རེད་དེ། ཆོས་ལུགས་གཅིག་གྱུར་ཟེར་ཡ་དེ་བྱེད་དགོས་ཀྱི་ཡོད། ཆོས་ལུགས་གཅིག་གྱུར་བྱེད་ཡོང་དུས་དམ་པ་ཆོས་ལུགས་པ། གཞན་པའི་མང་པོ་ཅིག་གིས་བི་གིས་གི་ད་བླ་ཆེན་མི་ཆེན་མང་པོ་ཅིག་གིས་ང་རང་ཚོ་རི་བོ་དགེ་ལུགས་བོད་ཀྱི་ལྷ་མི་ཆོས་སམ་ལྷག་པར་དུ་གི་ད་ཟླ་དེ་སྤྱད་ཀྱི་བདེ་ཆེན་སྙིང་པོ་དང་སྲུང་མ་རྒྱ་ཆེན་རྡོ་རྗེའི་ཤུགས་སྟེང་ལ་ཕེབས། སྙིང་ནས་སྡང་ཟུག་བྱས་ཏེ་སྙིང་གི་རིགས་དེ་སོགས་ལ། དེ་སོགས་ཀྱི་དཔེ་སེམས་དེ་ལྐུག་གཡག་གི་ལྕེ་དུ་ལ་ད་ང་ཤུགས་ལྡན་བསྟན་མཁན་སུ་གཅིག་ལ་འབྲེལ་བ་མེད་ངའི་བླ་མེད་ཀྱི་ནང་ལ་ཤུགས་ལྡན་བསྟན་མཁན་གཅིག་མ་ཏོག་ཡོད་མ་རེད་ཟེར་ཡ་ཅེས་སྐད་ཆ་བྱེད་འདུག་བ་ཨོ། གང་ལྟར་ད་ངའི་བླ་མེད་གཙོ་གར་སོག་གི་ཡོངས་འཛིན་གཙོ་བོ་དེ་ནི་ཁྲི་ཡང་གར་སོག་སྐྱེས་ཀྱི་གླིང་རིན་པོ་ཆེ་རི་གླིང་རིན་པོ་ཆེ་ལ་ད་ཁོང་ཚོ་ལ་འབྲེལ་བ་ཡོད་མ་རེད། ཨ་ནི་སྐུ་ཕྲེང་བཅུ་གསུམ་པ་གི་པའི་གར་སོག་གི་རེད་ད་སློབ་མ་རེད། ད་འདྲི་ཤིག་དེ་རྒྱབ་གི་ཡོད་རེད།

འདི་ཚོ་དེ་པས། སྔ་ཕྱི་གང་ལ་ཡང་གཅིག་བསམ་ན་ཐུགས་བསམ་མ་བཞེས་དོ་དེ་ནི་བཀའ་སློབ་གནང་དེ་གི་དོ། ད་འདི་ཚོ་དེ་པས་མི་ཚེ་སྐུ་ཚེ་གཅིག་ལ་འདི་འདྲས་བྱས་ཀྱང་དཔེ། ད་ལངས་ལ་ཤོར་ཐག་འདྲ་པོ་ཆོད་པ་རེད་དྲང་པོ་བཤད་ན། ཕྱོགས་གཅིག་ནས་ཡག་ཞུ་ཕོ་ཉས་ཡོད་མ་རེད་རེད་དམ་མ་རེད་ཟེར་ནས་མཐའ་ན་བཀའ་འདྲི་ཙམ་ཡང་ཞུ་ཕོ་ཉས་ཡོད་མ་རེད་ག་སེ་ཞུས་པ་ཡིན་ན་ཁ་ཐུག་ཁོ་ཁྲག་ནས་ཡི་གེ་ནས། མཚན་སྨོད་བྱས་སོང། མཚན་སྨོད་ཞུས་སོང་ཨ་ནེ་གར་ས། ཁ་བརྡས་བསྐྱལ་གི་འདུག་ཟེར་ནས་ཨ་ནེ་པས་ལམ་སང་ཁོ་རང་ལ་བས། བདག་མགོ་ལ་ཞུ་ཡག་རེད་བ། དེ་འདྲའི་སོང་ཙང་བཙན་མོང་གི་ཐོག་ནས་ང་རང་ཚོ་ད་རེད་དམ་མ་རེད་ཟེར་ནས་ཞུ་ཕོག་ཉན་ཡོད་མ་རེད། ཨན་དེ་མེད་པའི་གོ་སྐབས་དེ་ལ་གཟིམ་ནས། ད་ཡི་གེ་གི་བཤེས་གཉེན་དེ་ཚོ་གི་ཡར་ཞུ་ཕོག་གི་ཡོད་མ་རེད་མི་བཤེས་གཉེན་དེ་ཚོ་གི་ནི་ད་ག་རང་རེད་བསམ་ནས་རྨོངས་དད་བྱེད་སྡོད་ཀྱི་ཡོད་རེད་བྱས་ཙང་ལམ་ཁ་དེ་འདྲ་ཞིག་བཟུང་འདུག་ནི་ད་གོང་ས་མཆོག་གི་ད་ལྟ་བར་དུ་པའི་ཧམ་པ་རྐྱང་རྐྱང་སྐྱག་རྫུན་རྐྱང་རྐྱང་མ་མིན་རྐྱང་རྐྱང། མངོན་སུམ་ལ་ང་རང་ཚོ་སྨད་ཀྱི་མཐོང་ཡ་ཡོད་ཀྱི་འདུག་ད་འདི་འདྲའི་རྐྱང་རྐྱང་བཟུང་ནས་ཧམ་པ་དེ་འདྲ་རྐྱང་རྐྱང་ཞིག་ནི་ཡོང་སྡོད་པ་ཅི་རེད་དེ་ཡོད་རེད། བྱས་ཙང་འདི། ཧམ་པ་ཆེན་པོ་འདི་འདྲས་ཀྱིས་ཤེས་དགོས་ཡ་མ་མོས་ཆེན་པོ་འདི་འདྲས་ཀྱིས་ཤེས་དགོས་ཡ། འདི་གི་ཐོག་ལ་ཨ་ནེ་མི་ཁྱི་ཟོག་བསམ་གཏོང་དགོས་ཡ་དེ་སོགས་ཀྱི་བསམ་མནོ་བཏང་ཞུགས་ད། མཐར་ཐུག་གི་བོད་ཀྱི་དམིགས་ཡུལ་ཆེན་པོ་གཅིག་མེད་པ་གཅིག་ལ་ད་འདི་འདྲའི་རྩ་བ་ཉིད་ནས་སུ་ཡིན་ད་སུ་ཡིན་ན་ལས་པའི་ཇི་སྲིད་ཀྱི་མར་བ། བྱས་ཙང་འདི་ཡིན་དུས་བརྩམས་པ་འདི་མཐར་ཐུག་གི་དམིགས་ཡུལ་ཆེན་པོ་གཅིག་ཡོད་བསྡད་པ་ཅིག་རེད་མ་གཏོགས་བ་གི་ང་རང་ཚོ་འདི་སྲུང་མ་གཅིག་བསྟེན་ཆོག་གི་མི་ཆོག་གི་གནས་ཚུལ་གཅིག་དེ་འདྲ་གཅིག་གི་ཐུགས་ལ་ད་དེ་འདྲ་བྱེད་སྲིད་ཀྱི་རེད་བས་སོ་བྱེད་དགོས་དོན་ཡོད་རེད་བས་བྱེད་དགོས་དོན་ཡོད་མ་བྱེད་སྲིད་ཀྱི་མ་རེད་ཡིན་དུས་རྩམ་པ་འདི་ལ་དམིགས་ཡུལ་ཆེན་པོ་ཞིག་ཡོད་པ་དུས་སུ་ཆེ་ན་ཆགས་ཀྱི་ཡོད་རེད་དེ་ཡིན་དུས་རྩམ་པ་ད་རྒྱུ་མཚན་དུས་སུ་ང་རང་ཚོ་རོབ་ཙམ་རོབ་སོང་ར་བ་ཚོས་དུས་སུ་ཆེ་ན་མ་བརྟག་ཅིག་ར་བ་བྱས་པ་ཡིན་པས་ཡིན་ན་ཨ་ནི་ད་ལྟ་དེ་གོང་ས་བཅུ་གཅིག་པ་གི་ད་དཔེ་མངོན་སུམ་ལ་ཉོན་པའི་བཀའ་སློབ་དེ་འདྲ་གནང་སྡོད་ཀྱི་ཡོད་རེད་ད་དཔྱད་ཅིག་གླིང་རིན་པོ་ཆེ་དང་པན་ཆེན་སྐུ་ཕྲེང་བཅུ་པ་ཟེར་དུས་ད་ལྟ་ང་རང་ཚོ་གི་མི་ཐུགས་འདི་གི་ཐུགས་ལ་ད་དཔེ་ད་གནད་འགག་ཅན་གྱི་མི་སྣ་ཅན་གྱི་ཕྱག་དེར་ཡོད་རེད་བ། དོན་དངོས་པོ་གནས་ཚུལ་ལ་ལྟ་དེ་ཚོ་སྲུང་མ་རྒྱལ་གཅེས་རྡོ་རྗེ་ཤུགས་ལྡན་བསྟན་སྲུང་ཆོས་དུང་གནང་མཁན་རྐྱང་རྐྱང་རེད་དེ་ཡོད་རེད། རེད་དེ་ཡོད་རེད་ད་ལྟ་དེ་ཚོའི་དཔེ། ཧམ་པ་ཞིག་ཧམ་ནག་ཤེས་བྱས་ནས་དཔེ་ཁོང་ཚོ་བསྟན་གི་མ་རེད་ཟེར། དེའི་མ་ཚད་པ་གི་ཨ་ནེ་དེ་ཚོ་གི་དཔེ་བཀག་འགོག་བྱེད་གི་ཡོད་རེད་ཟེར་ཡག་རེད་བ་ཀྱི་དཔེ། ད་ཁྱོད་ནས། བློ་ཡུལ་ལ་མི་ཕྱོགས་པ་གི་རྟགས་གར་སོགས་དགོས་རེད། ཁོང་ཚོས་ཁྱོད་ཀྱི་རྟགས་ཧམ་ཤིག་མཛད་འདུག་གདའ། ཁྱེད་ཚོ་དེ་འདྲས་ཡིན་དུས་རྩམ་པ་འདི་ཚོ་གི་ཐོག་ལ་ང་རང་ཚོ་དོ་སྣང་བྱེད་དགོས་ཡ་ཇི་ལྟར་དངོས་ཡོད་གནས་ཚུལ་ཤེས་དགོས་ཡ་ཇི་ཤེས་ནས་ཤེས་དགོས་ཡ་ཇི་ལྟར་རྒྱུ་མཚན་རྟོགས་སུ་ཆགས་ཀྱི་ཡོད་རེད། རེད་མ་གཏོགས་པ་གི་ད་འདི་བོད་མི་མང་པོ་ཅིག་གི་སེམས་བོ་ད་ག་རང་ཡིན་གྱི་རེད་གདའ། རྒྱལ་གླིང་རིན་པོ་ཆེ་སི་ཏུས་བརྩམས་པ་ལྟ་སྤྱོད་ནི་པའི་ཤུགས་ལྡན་གཏན་འཁེལ་དང་འབྲེལ་བ་མེད་མཁན་ཅིག་ད་ད་ག་ནང་གི་པན་ཆེན་སྐུ་མགྲོན་སྤྱི་བ་ཆེན་པོ་སི་ཏུས་ལྟར་འཛམ་བུ་གླིང་འདིའི་སྒང་ལ་ང་ནང་ཚོ་བོད་མི་རིགས་འདི་ལ་དངོས་གནས་དྲང་གནས་ཀྱི་པའི་ལྷག་བསམ་ཡོད་ཉེ་སྙིང་སྟོབས་ཡོད་ཉེ། ད་ད་ལྟ་པའི་ལྟ་ལུགས་པ་ཚུན་ཆོད་ཀྱི་ལྟ་སྟེང་ངོ་འཛིན་བྱེད་ཐུབ་ཀྱི་ཡོད་རུ་བ། ངས་མ་ཡིན་ན་ང་རང་ཚོ་དེ་འདྲའི་ངོ་འཛིན་བྱེད་ཀྱི་ཡོད་མ་ག། ཚོང་པ་རྒྱག་པ་ཟེར་ནས་པའི་ཁ་སྟོང་པ་རེད་བཀོད་པ་བཏགས་པ་རེད་པའི། ད་འདྲ་མི་འདྲ་མང་པོ་བྱས་པར་བ་ད་དེ་ཚོ་དེ་ཚང་མ་ལོག་ཏུ་པའི་ད་ནམ་ས་ལེགས་ཀྱི་ཟོལ་འཇོག་རེད་དོ། ཡིན་ན་ཡང་ད་ལྟ་ང་རང་ཚོ་གི་མིག་གི་བལྟ་ཡོང་དུས་ཙམ་པ་ད་གོང་ས། ཀུན་ཕྲན་སྐྱོད་པ་ལས། པན་ཆེན་ཀུན་ཕྲན་སྐྱོད་པ་འདི་ལས་ལྷག་པ་ཅིག་ད་ང་རང་ཚོའི་བོད་མི་རིགས་ཀྱི་འདི་ཡི་ནང་ལ་ལྷག་བསམ་བསྐྱེད་དེ་སྙིང་སྟོབས་ཅན་གྱི་སྟབས་ཆོས་ནས་ཧང་ལམ་བཙུགས་ཀྱི་དུ་བྱུང་མ་མྱོང་པའི་བཟོ་འདྲ་པོ་ཅིག་ཆགས་བསྡད་ཀྱི་འདུག་བ་ཟེར། ང་རས་ཀྱི་ངོས་ནས་བཤད་པ་ཡིན་ན་ད་སྐ་ནག་ཚོ་ཁོ་དུས་དང་གནས་སྐབས་ས་ཡ་དང་འདྲ་གི་མ་རེད་མ་གཏོགས་བ་ག་གང་ཟག་ཁོ་རང་གི་ངོས་ནས་བཤད་པ་ཡིན་ན། ཆོས་རྒྱལ་མེས་དབོན་རྣམ་པ་ཚོ་ཟེར་ཡ་དེ་དག་པན་ཆེན་སྐུ་ཕྲེང་བཅུ་པ་ལས་ལྷག་པ་ཅིག་ཡོད་ཀྱི་རེད་ཁྱོད་ནས་བསམ་གི་མེད་ད་ཟེར་ང་རས་ཀྱི་གར་སོང་བ་ངོས་འཛིན་རེད་དེ། ཁོང་གི་ལྷག་བསམ་ཁོང་གི་སྙིང་སྟོབས། འོ་ཡ་ཁོང་གི་གཟི་བརྗིད། བཀའ་སློབ་རེ་རེ་གནང་པ་ཡིན་ན་བོད་མི་རིགས་འདི་གི་ཆེད་དུ་དེ་ཡང་མ་འོངས་པའི་གི་ཆེད་དུ་བསྟན་པ་འདི་གི་ཆེད་དུ་རེད་མ་གཏོགས་བོད་གི་ང་ཟེར་ཡ་གཅིག་གི་ཚིག་གཅིག་པན་ཆེན་རིན་པོ་ཆེ་གི་སྐུ་ཚེ་རིལ་པོ་གི་ཐུགས་ལ་ད་ང་གཅིག་བྱས་ཀྱང་ང་ཟེར་ཡ་གཅིག་གི་ཚིག་གཅིག་དོན་པ་གྱི་ང་རང་ཚོ་གར་སོང་པན་ཆེན་རིན་པོ་ཆེ་གི་སྐུ་ཚེ་འདི་གི་མཛད་པ་རྣམས་ད་ནང་ལ་བཙལ་ནས་རྙེད་ཡ་མེད་པ་ཅིག་ཆགས་དུ་ཡོད་རེད། བྱས་ཙང་དེ་འདྲའི་གི་མི་སྣ་དེ་ཚོ་གི་ད་བཀའ་མགོ་བྱས་པ་རེད་ཟེར་ཡོང་དུས་ཙམ་པ་ད་ཤོག་ཆེན་པོ་རེད་དམ་མ་རེད། ད་འདི་འདྲའི་པའི་མངོན་སུམ་ལ་བསྙོན་པའི་པའི་ཧམ་པ་ཞིག་གཏོང་ནས་ད་ང་རང་ཚོ་འདུག་ཟེར་ཡོང་དུས་ཙམ་པ་ད་ང་རང་ཚོ་མགོ་བཀྱག་དགོས་ཡག་གི་དུས་ཚོད་ཀྱི་ཚེས་གི་འདུག་དང་མི་འདུག་བུ་མོ་རེད་འདི་ལ་དངོས་གནས་དྲང་གནས་གི་ཆ་རྐྱེན་ཡོད་ངེས་ཀྱི་ཡིན་པ་ཡིན་ན་ད་བསམ་བློ་བཏང་ཡག་གི་དུས་ལ་སླེབས་བསྡད་གི་ཡོད་རེད་འདི་འདྲའི་གི། དངོས་ཡོད་གནས་ཚུལ་ལ་བྷམ་ཤིས་དང་ཆོག་ཤིས་དང་ལོག་ཤིས་དེ་འདྲས་བྱེད་དགོས་ཡོང་དུས། ད་ད་དུང་དེའི་རྗེས་སུ་འབྲངས་འདུག་ནས་ང་རང་ཚོ་མི་རིགས་ནང་ཁུལ་ལ་ཨ་ནེ་པའི་ཕྱི་ལ་ཨབ་རི་སོགས་ཙམ་མེད་པར་ནང་ལ་གླ་ཕོད་ཆེ་བ་དག་གཏོང་བསྡད་ན་ད་རུང་ས་རེད་དང་མ་རེད་རྒྱལ་སྤྱི་མི་མང་རྣམ་པ་ཚོ་སུ་དང་སུ་ཡིན་པ་ཡིན་ན་ད་གོམ་པ་བཞེས་དགོས་ཡག་གི་དུས་ཚོད་ཐུགས་ཆེ་ཕེད་དེ་ཡོད་རེད་བྱས་ཙང་དེ་ཡིན་དུས་ཙམ་པར་ངས་ཤེས་ཀྱི་མེ་ལོང་ཟེར་ཡག་དེ་ད་འདི་ཚོ་གཅིག་དྲན་གསོས་བྱེད་ཡག་གི་ཆེད་དུ་དོགས་སློང་བྱེད་ཡག་གི་ཆེད་དུ། ལྷག་བསམ་རྣམ་པར་གྱི་དག་པས་གུ་ཐོག་ནས་ཐོག་སུ་ཁྱེར་ནས་བྲིས་བཞག་འཇོག་གྱི་རེད། དེ་ནས་ད་དེའི་ཞུ་གོས་ཀྱི་འདར་ང་རང་ཚོ་དོན་ཚན་འདྲ་པོ་དེ་ག་རེ་རེད་ཟེར་ན། སྟབས་སྐུ་འཕྲེང་བཅུ་གསུམ་པའི་སྐོར་དེ་རེད། སྟབས་སྐུ་འཕྲེང་བཅུ་གསུམ་པའི་སྐོར་དེ་ག་རེ་རེད་ཟེར་ན་ཡང་སྐུ་འཕྲེང་བཅུ་གསུམ་བབས་པའི་བཀའ་འགུག་བྱས་པ་རེད་ཟེར་ད་ཡང་ཁོང་ཚོ་བཅུ་གཅིག་བབས་ཀྱི་ཞུ་བོད་གསུང་གསུང་བཞག་གི་ཡོད་རེད། ང་རང་ཚོ་ཚང་མ་ལོག་གི་གོ་གི་ཡོད་རེད། རྔན་མ་གསུང་བཞག་འཇོག་ད་འདི་གར་གསུང་གི་རེད་ཉན་ཡག་ཡོད་རེད། ར་བ་ཡ། དེ་ནས་བི་ཏྲོ་པ་རྒྱལ་གྱི་འགྱུར་ད་ཡ་ཡོ་ར་བ། ཨན་ཏེ་ནཱ་གི་གི་ད་ཡིག་ཐུག་ལ་མང་པོ་བཀུག་ཡོ་རེ། དེ་ཡིན་དུས་ཙམ་པ་ད་དི་ཟོ་དེ་ཧམ་པ་ཧ་ན་སྐྱག་ཚུལ་གྱི་འགྱུར་བཤད་གི་ཡོ་རེ། ཀོན་ཕྲན་བཅུ་གསུམ་པ་ཟེ་ཡ་དེ་ཁོ་རང་སྐྱི་ཏང། ང་རང་ཚོ་རོ་བོ་གི་ལུག་པ་གི་ལྟ་གྲུབ་གཙང་མ་འཛིན་མཁན་གཅིག་ད་རེད་མི་འདུག་བ། གོང་ས་བཅུ་བཞི་པ་གི་ད་ཁོ་རང་གི་ད་ནྡ་དི་ཀ་ལབ་ཏུ་སོ་ལོང།

འགྲོ་མ་ཐོབ་པ་བྱས། ཐོག་མར་ལམ་ནོར་འདྲ་བོ་ཅིག་ཕྱིན་པ་རེད་ངའི་བཞུགས་སྒར་ཁར་སོ་ལམ་ནོར་དོགས་ཤེས་བྱས་ན་ངས་གོ་མ་ཚོར་དགོས་པས་བསྟན་པའི་ལམ་དེ་ནས་འགྲོ་སྡོད་ཀྱི་ཡོད་ཟེར་སྐད་ཆ་རྫིག་པོ་དེ་འདྲ་བཤད་ཀྱི་ཡོད་རེད། ཡིན་དུས་བརྩམས་པ་ད་གོང་ས་བཅུ་གཅིག་པ་ཀའོ་ཡི་མཛད་པ་རྣམ་ཐར་འདི་དང་འབྲེལ་བའི་གི་མཛད་པ་རྣམ་ཐར་དེ་ཚོ་དེ་ལ་ང་རང་ཚོ་དཔྱད་པ་ཅིག་གོ་ཡ་ཐུགས་སུ་ཆགས་ཀྱི་ཡོད་རེད། ཁ་སང་ང་རང་ཚོ་བྱ་བ་ལྔ་པའི་སྐོར་ལ་ད་དཔྱད་པ་མང་པོ་བྱས་པ་རེད། དེའི་ནང་བཞིན་གྱི་གོང་ས། བཅུ་གསུམ་པ་ཟེར་ཡག་དེ་སོག་ད་ག་རེ་ཡིན་མེད་ཅིག་བལྟ་དགོས་ཡག་ཅིག་རེད། སྤྱིར་ན་ང་རང་ཚོ་ལོ་རྒྱུས་དུས་སོག་ནང་ལ་རྣམ་ཐར་ནང་ལ་བལྟ་ཡོང་དུས་ཛམ་བྷ་གོང་ས་བཅུ་གསུམ་པ་གི་སྤྲུལ་བའི་བསྟན་སྲུང་ཆེན་པོ་རྒྱ་ཆེན་རྡོ་རྗེ་ཤུགས་ལྡན་གི་སྐུ་གསུལ་བབ་དེ་ལ་ལུང་བསྟན་ལུང་བསྟན་ནང་གི་ལུང་བསྟན་པ་ནང་གི་གི་ལས་ཀ་བྱས་པའི་ལོ་རྒྱུས་མང་པོ་ཡོག་རེད། དེ་སོག་གོང་ས་བཅུ་བཞི་པ་གི་ད་ལྟ་ཚིག་གིས་བཤད་གི་ཡོག་མ་རེད། དེ་འཁྱོག་བཤད་གི་ལམ་ཀ་རེད་འདུག་དང་མི་འདུག། ད་གོང་ས་བཅུ་གྱི་བཅུ་གསུམ་པ་ཟེར་ཡ་དེ་ཞི་བོད་ཀྱི་སྐྱ་གོ་ཡག་གི་རྒྱུ་རྐྱེན་འདྲ་བོ་གཙོ་བོ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་ང་རང་ཚོ་སྤྱིར་ནས་གོང་ས་བཅུ་གསུམ་པ་གི་རི་བོ་དགེ་ལུགས་པ་གི་སྐྱེས་ཆེན་མང་པོ་ཅིག་ལ་དངོས་གནས་དྲང་གནས་གི་བའི་ཚིག་ལས་འདས་པའི་གི་ཐག་གར་བཟོ་གི་རེད་བའི་གི་ཐབས་ཟེར་བཟོས་ཡོད་རེད། མཛད་པ་འཕྲིན་ལས་མང་པོ་ཅིག་ལ་བཀའ་འགུག་བཀག་ཡོད་རེད་འགོག་རྐྱེན་བཟོས་ཡོད་རེད། ད་དེ་ཚོ་ཆ་ཚང་མང་པོ་ཅིག་ང་རང་ཚོ་ཞོལ་དུ་གོམས་ན་ཞོལ་གོ་ཡག་ཐོབ་ན་དཀའ་ལས་ཁག་པོ་ཞིག་རག་རེད། ད་ལྟ་བར་དུ་ང་རང་ཚོ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཟེར་དུས་ཙམ་པ་དངོས་གནས་དྲང་གནས་ཀྱི་བོད་ཅིག་ཕོར་པ་སྤྱན་རས་གཟིགས་སྐུ་ཞབས་ཀློག་འཕར་འདྲ་བོ་ཅན་ཡིན་ཤག་ཤག་འདྲ་བོ་ཅན་རེད། རེད་དེ་ང་རང་ཚོ་ཐུན་མོང་དང་ཐུན་མོང་མ་ཡིན་པའི་གི་སྐད་ཆ་བཤད་ཡས་པ་ཡིན་ན་ཐུན་མོང་པའི་ངོས་ནས་ཁོང་གི་མཛད་པ་རྣམ་ཐར་བསྟོད་གསོལ་དང་ཁོང་ཆབ་སྲིད་པ་ཅིག་འཇིག་རྟེན་པ་ཅིག་རེད་མ་གཏོགས་བོད་ཀྱི་སྤྱན་རས་གཟིགས་ཀྱི་པའི་སྙིང་རྗེ་གི་དྲི་ཙམ་ཡང་མ་སྒྲོག་པ་ཅིག། ཕྱོགས་རིས་ཆགས་སྡང་གི་ཡེ་མོ་ལ་ཕས་དེ་ཉིན་གྱི་ད་གང་ཟག་ཅིག་རེད། དེའི་ཡིན་པའི་རྒྱུ་མཚན་དེ་ཚོ་དེ་དག་གིས་གང་ལ་གང་འཚམ་གྱི་ད་ལྟ་ཤིང་རྒྱུའི་མེ་ལོང་ནང་ལ་གྲོགས་ཚོས་བྲིས་ཡོད། དེ་ནི་ཐོག་མར་ངས་ད་ལྟ་དེ། ཚིག་ཤོག་ལོ་ག་གྱིས་དྲངས་ཡོད་རེད། ལར་ད་ལྟ་གངས་རིའི་ཁྲོད་འདི་ན་རང་བསྟན་པ་འཛིན་པར་ཁས་ལེན་ཞིང་བཞིན་བསྟན་འཛིན་དགྲ་བོ་དར་མར་འཛིན་ཚུལ་འདི་ལ་སྐྱོ་བ་གཏན་ནས་སྐྱེ་ས་ད་དེ་རེད་འདི་ད་ལྟ་དེ་ང་རང་ཚོ་རྒྱལ་བ་དགེ་འདུན་གྲོགས་ཀྱི་གསུང་རེད། འདི་སྤྱི་བཏང་ད་ལྟ་དེ། རང་བསྟན་པ་འཛིན་པར་ཁས་ལེན་ཤེས་ཀྱིན་བསྟན་འཛིན་དགྲ་བོ་དྭངས་མར་འཛིན་ཟེར་ས་དེ་སྤྱི་དང། སྐབས་དེ་དུས་ས་སྐྱ་པ་གི་བླ་མ་ཀྱང་རེད་ཟེར་ཡ་དེ་འདྲའི་གི་གསུངས་ཀྱིན་འདུག་བཤད་ཁྲོལ་ཀྱིན་འདུག། ཡིན་ན་ཡང་ད་ད་ལྟ་ང་རང་ཚོ་འདིའི་དངོས་ཡོད་གནས་ཚུལ་པའི་ཚོ་དཔེ་ཀྱིས་ཀྱང་བཤད་པ་ཡིན་ན་སོ་སོ་ཀྱིས་བསྟན་འཛིན་གི་སྤྱི་བའི་མིང་ཆེན་པོ་ཅིག་ཁུར་ཨ་ནི་དངོས་གནས་དྲང་གནས་ཀི་བོད་ཀི་བསྟན་པ་འཛིན་མཁན་དེ་ཚོ་དེ་ཚོ་དཔེར་དགྲ་དྭངས་མ་ནང་གི་འཛིན་དེ་ཉིད་ཅིག་ད་ཁོང་ཚོ། སྐུ་འདྲ་སྐྱུག་བསམ་པའི་མཛད་པ་རྣམས་དང་དེ་འདྲའི་ཆགས་ཡོད་རེད་དྲང་པོ་ཤེས་ན། དེ་ཡང་ཁ་བྲལ་ས་ཁུལ་ང་རང་ཚོ་སྐབས་དེ་དུས་བོད་ད་བུ། གངས་ཅན་བོད་ཀྱི་ལྗོངས་ལ། ང་རང་ཚོ་གི་ངོས་ནས་བཤད་ན་ཡི་གེའི་ཁར་ཟུག་དགོས་རེད། དད་པ་དང་ནང་གི་གདེང་འཇོག་འདྲ་པོ་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་རྒྱལ་བསྟན་རྣམ་གཉིས་ཟེར་གྱི་ཡོད་རེད་གནམ་ལ་ཉི་ལྟར་ཉི་ནང་གི་རྒྱལ་དར་འཛིན་གྱི་ཡོད་རེད་བ། ཡི་གེ་དགོས། རྒྱལ་བསྟན་རྣམ་གཉིས་སོད་དུས་བརྩམས་པ་དེ་གོ་ས་འདྲ་པོ་གཅིག་པའི་གར་བཟོ་དགོས་རེད་སྙམ་པོ་བྲིས་དགོས་མགྱོགས་འདྲ་པོ་གྱིས། རིགས་དེ་དག་ནང་ཁུལ་ནས་བྱེད་ཡོང་དུས་བརྩམས་པ་གོང་ས་བཅུ་གསུམ་པ་གི་ད་སྐབས་དེ་དུས་པཎ་ཆེན་སྐུ་འཕྲེང་དགོས་པ་སྟོད་རའི་ཆོས་ཀྱི་ཉི་མ་མཆོག་དེ་ཆགས་ཡོད་རེད་བ། དེ་སོ་ལབ་ཚེ་ལས་འདས་པའི་གི་ད་དཀའ་ངལ་སྤྲད་ཡོད་རེད། དཀའ་ངལ་སྤྲད་དགོས་ཡག་གི་རྒྱུ་མཚན་ག་རེ་ཡོད་རེད། ཕྲག་དུག། འགྲན་སེམས་གདུག་རྩུབ་ཁོ་ན་རིགས་མ་གཏོགས་བ་གའི་དཔལ་མཁྱེན་སྐུ་འཕྲེང་དགུ་པ་ཆེན་པོ་གི་པའི་ཆོས་འདི་འཇིག་རྟེན་གང་གི་ཐོག་ནས་རྒྱལ་བ་སྐུ་འཕྲེང་བཅུ་གསང་ཐིག་གི་ཐུགས་ལ་མ་འགྲོ་བར་ལས་ཀ་གང་ཡང་བྱས་ཡོད་མ་རེད། བྱས་ཙང་དེ་དང་འདྲ་བའི་དོན་ནི་ཨ་ནེ་མ་ཡོང་དུས་ང་རང་ཚོ་ཀྱེ་རྗེ་བདེ་ཆེན་སྙིང་པོ་སེ་ཡ་ཐེ་པའི་མདོ་དབུས་ཁམས་སམ། ཨན་གྷ་ས་གྷ་ལ་པའི་མཚན་ཉིད་ནམ་མཁའ་དང་མཉམ་པ། འཛིན་ཁྲི་ཉི་ལྟ་དང་ཉི་མ་ཤར་བ་ནང་བཞིན་གྱི་ཆ་ཡོང་དུས་ཨ་ནེ། འགོག་རྐྱེན་ག་འདྲས་ཀྱིས་བཟོས་འདུག་ཨོ། དེ་སོགས་སྐོར་དེ་ལྟར་རོབ་ཙམ་གྱིས་མ་ཞུ་ཡ་རེད། ད་དེ་རིང། ད་གང་ལ་གང་འཚམ་མང་པོ་ར་ཅོ་ཆ་ཚ་བས་བཟོ་རེ་རེད་ཀྱང་དེ་ཡིན་དུས་ཙམ་མ་ད་དེ་རིང། ཨ་ནེ་ཞོན་ཙམ་དེ་ད་ག་བཞག་གི་ཡིན། ཨ་ནེ་སང་ཉིན་ད་ཡང་དུས་ཚོད་ཀྱི་དེ་ནས་དེ་ནས་མ་ཁར་སོ་གི་བཅུ་གསུམ་པའི་སྐོར་དེ་ད་ཐུག་ཕྱིར་མ་མཐུད་དེ་མ་ཞུ་ཡ་ཡིན་སུ་ཞུ་ཡ་ཡིན། ཨོ་ཨ་ནེ་ལྷན་རྒྱས་ཚང་མ་ལོ་བཀྲ་ཤིས་བདེ་ལེགས་སྐུ་ཁམས། བ་ལགས་སོ་ད་དང་རྩ་ལྷིང་རྫོང་གི་ནས་གྲྭ་ཚོགས་ཆེན་པོ་ཏཱ་འདི་གི་ཚོགས་གཙོ་གིས་ཞི་བདེའི་ལང་ཚོ་ལ་དབུ་བཞུགས་གནང་པའི་དེ་ནས་མཁས་དབང་ཨ་ནེ་གེ་ཤི་གནང་པ་དང་དེ་ནང་གི་གི་ཨ་ནེ་དམ་ཚིག་བསྐྱེད་པའི་གི་དེ་ནས་རྡོ་རྗེ་སྤུན་གྲོགས་ཨ་ནེ་སྐྱ་སེར་ཕོ་མོ་རིས་སུ་མ་ཆད་པ་ཚང་མ་ལགས་ལ་པའི་བཀའ་དྲིན་སྤྲོ་བསམ་གྱི་སྐུ་མཁར་བཟང་ཟེར་ཞུ་གི་ཡོད། ད་གོང་དུ་ང་རང་ཚོ་འདི་གི་ནང་ལ་གནས་ཡུལ་གི་མི་སྣ་མང་པོ་ཅིག་པའི། བདག་བཀའ་ལུང་མང་པོ་ཞེས་ར་གྱི་ཕས་བཞག། ད་ཁོང་རྣམ་པ་གི་སྤྱི་བཏང་འདིའི་ནང་ན་བཀའ་སློབ་གནང་དེ་ཉིན་དུས་སུ་དེའི་ང་རང་ཚོ་པ་མཉམ་མེད་རི་བོ་དགེ་ལུགས་བོད་ཀྱི་བསྟན་པ་འདི་ལ་ལྷག་བསམ་རྣམ་པར་དག་པས་ཀྱི་དེ་བསྟན་པ་འདི་གི་ཆེད་དུ་ལ་དེ་ནས་དགོངས་པ་བཞེས་འཁོར་གླེང་ཨ་ནེ་སྐུ་ལས་སྐྱབས་དེ་ཉིན་གྱི་ད་ནང་པ་རྐྱང་རྐྱང་གྱི་རེད་སྐྱ་སེར་ཕོ་མོ་རིས་སུ་མ་འབྱེད་པར་ད་དེ་འདྲའི་རྐྱང་རྐྱང་གི་གནས་ཡུལ་མི་སྣ་མང་པོ་ཅིག་གི་ཨ་ནེ་བཀའ་སློབ་མང་པོ་ཞེས་ར་གྱི་ཕས་བཞག། ཨའི་རྣམ་པ་ལྷན་རྒྱས་ཚང་མ་ལོག་ལོག་པའི་སྙིང་ཁོང་རུས་པའི་ནང་ནས་བཀའ་དྲིན་ཆེས་ཞུ་གི་ཡོད། དེ་ནས་ད་ཁ་སེང་ནས་བྱས་ད་ད་ལྟ་ང་རང་ཚོ་འདི་གཤིན་རྗེའི་མེ་ལོང་གི་བརྗོད་བྱ་དང་འབྲེལ་བའི་ཐོག་ནས་ད་ཅིག་བྲིས་ཀི། གསལ་བཤད་ཟེར་ན་འདྲ་ད་གང་ལྟར་ཨོའོ། ཁ་སྐོང་ཟེར་ན་འདྲ་ད་གང་ལྟར་ཐིག་གི་ཟུར་མཆན་ཟེར་ན་འདྲ་ད་དེ་འདྲས་ཀི་ཐོག་ནས་སྐད་ཆ་ཁ་ཤས་ཤིག་དོགས་གཞིར་མ་ཞུ་བལྟ་གི་ཡོད་རེད། དེ་རིང་ཡང་དག་དེ་འདྲའི་མུ་མཐུད་ནས་ཁ་ཞེ་དྲིས་ཞུ་ཡག་ཡིན་སི་ཙང་ང་རྣམ་པ་ལྷན་རྒྱས་ཚང་མ་ལོ་ན་སྙན་སེང་ཏོག་ཅིག་ནས་ཕུལ་གྱི་ཡོད། ད་ང་རང་ཚོ་ད་ལྟ་འདི་ཞོལ་བདེ་ཡག་འདི་དག་གཤིན་རྗེ་མེ་ལོང་གི་བེད་སྤྱོད་ཅག་ནི་ཁ་དང་ཁ་གི་ཡན་གྱི་ཆོས་དང་ཟང་ཟིང་གི་འབྲེལ་བ། ཅེས་པ་དེའི་གི་དགོས་པ་དམིགས་ཡུལ་བརྗོད་བྱ། དགོས་པ་དང་དམིགས་ཡུལ་རྒྱུ་མཚན་ད་དེ་གསུམ་དང་འབྲེལ་བའི་གི་མཐོང་ནས་བྱས་ཏེ་གར་སོགས་དགོས་ཐག་ཅིག་མ་ཤོད་ད་གི་ཡོད་རེད་ཅེས་གཏང་གང་ད་ངས་ཤོད་ཡོང་ཡ་དེ་སོ་དེ་ད་ད་ཡིག་ཐུག་ལ་ཡོད་པ་ནང་སྐད་ཀྱི་དེ་ཡིག་ཡིག་གར་སོགས་དགོས་རེད་ཚིག་དེ་སོ་ཅིག་མ་ཀྱོ་ཨན་དེ་སོ་ཚང་མ་ལོར་བར་འབྲེལ་བ་རོ་སོ་རྒྱབ་བསྡད་པ་ཡིན་ན། དེ་ནས་མང་པོར་ཞི་ལྷག་ཅིག་ཆགས་འགྲོ་གི་འདུག་ད་ནི་མང་པོ་ཅིག་གིས་ད་དོན་དུ་དེ་ཡིག་ཐོག་ནས་གོང་འགྲོ་གི་ཡོད་རེད་ཧ་གོ་གི་ཡོད་རེད། ཨེ་ཡིན་ན་ཡང་ད་དེ་འདྲའི་རང་མེད་པ་ཅིག་གི་ཐོག་ནས་ད་ཅིག་ག་ཟེར་དགོས་རེད་དེའི་སྐད་བོད་ཡིག་གི་ཅིག་རགས་བསྒྲགས་ཟེར་ན་འདྲ་གསལ་བཤད་ཟེར་ན་འདྲ་ད་གང་ལྟར་ང་རང་ཚོ་ད་ལྟ་དེ་ཤེས་ཀྱིན་མེད་ལོང་ཟེར་ཡ་དེ་གི་བརྗོད་བྱ་གི་ཐོག་ལ་ད་ཅིག་སོ་སོའི་གི་གོ་བ་ཆགས་སྟངས་གིས་ད་དེ་འདྲའི་གཙོ་བོར་བཟུང་བྱས་ནས་ད་ངས་དེ་འདྲ་བྱས་ནས་མ། བསམ་པའི་ཀུན་སློང་གི་ཐོག་ནས་དག་ཐོག་སྤྱིར་ན་མ་ཤོད་ལྟ་གི་ཡོད། དེ་ཡིན་དུས་བརྩམས་པ་དག་ཁ་གསེང་ནས་བྱས་ད་འདིའི་ནང་ལ་གང་ལ་གང་འཚམ་བྱས་ད། གསར་བརྗེའི་འདྲ་མ་སོང་ན་ད་ལས་ཚེ་མང་ཕལ་མང་ཅིག་ཞུས་ཚེ་འབར་བའི་ཁུལ་རེད། ད་དེ་རིང་མ་ཞུས་ཡ་དེ་ད་ལྟ་དེ་སྐབས་སུ་བབས་པ་དེ་ད་སྐུ་འཕྲེང་བཅུ་གསུམ་པའི་གི་སྐུ་དུས་དེ་རེད། སྐུ་འཕྲེང་བཅུ་གསུམ་པ་ཟེར་ཡ་དེ་ད་ནང་ན་ང་རང་ཚོ་དམ་འདས་གི་དཀའ་རྙོག་འདི་ལ་འབྲེལ་བ་ག་རེ་ཡོད་རེད་དེ་ཤེས་དགོས་ལ་རྒྱུ་མཚན་ག་རེ་རེད་ཟེར་ན།

གོང་མ་རྫོགས་དགོས་པའི་ལམ་ཁ་དེ་ན་ལ་བའི་ཤར་ཕྱོགས་ཕྱིའི་མ་ཐོག་ནས་ཁོ་རང་ལམ་ལོག་པ་ལ་ཅི་ལ་ཁྲིད་བཞག་ཟེར་ད་དེ་ནས་ལམ་ལོག་དོགས་གཞས་བྱས་ན་ད་ད་ལྟ་འདི་གི་ལམ་ཁ་དེ་ན་འགྲོ་གི་ཡོད་དེ་ཡིན་དུས་ཙམ་པ་ཨ་ནེ་ཁོ་ནའི་ཆོས་བཟང་བག་གི་ད་ཨོ་ད་ཞུ་ལྡན་ག་དགོས་ཞིག་ལ་བྱས་བཞག་ཟེར་ད་དེ་རིང་ག་ཚོད་ཅི་སོགས་ག་ལ་དོགས་ཤིག་ཟེར་གསུངས་བསྡད་གི་ཡོད་རེད་དེ་ཡིན་དུས་ཙམ་པ་ད་དེ་རིང་ཞུ་དགོས་ཡ་དེ་ད་ད་དེ་རེད་ད་འདི་གི་གར་སོ་དགོས་རེད་ད་ས་བཅད་དེ་ལ། སྐུ་མཐིང་བཅུ་གསང་བའི་རྒྱས་བདེ་ཆེན་སྙིང་པོར་ཡེ་མེད་བསྙོན་རྫོགས་ཀྱི་སྐུ་སོགས་རྡོ་ལ་ཉེ་བའི་བར་གྱི་སྤོ་མདའ་ཉེས་ཅན་པའི་གསེར་གྱི་དོ་བ་ཟད་མཐའ་དེ་རིགས་འདིའི་འགོ་དང་སླེབས་པ་རེད། ད་ངས་ད་ལྟ་འདིའི་གཤིན་རྗེའི་མེ་ལོང་ནང་གི་ཨ་ནི་ད་ལྟ་འདི་དཀར་ཆག་དེ་ཚོ་དེ་ཅིག་གར་ས་དགོས་རེད་ཕི་གེ་གེ། གཅིག་མ་ཀློག་ཡོང་དུས་ཙམ་པ་ལྟར་གྱི་གར་སོ་དགོས་རེད། སྔོ་སེར་དོ་པོ་འདྲ་བོ་གཅིག་གདའ། ཨ་ནི་གཅིག་གདའ་གང་ལྟར་གཅིག། མ་འདྲ་བ་བོ་འདྲ་བོ་གཅིག་དོགས་སུ་ཆགས་བསྡད་ཀྱི་ཡོད་རེད་ད་དེ་ཚོ་དེ་སྔ་རག་གི་བེ་རྐང་ཟུག་པ་ཟེར་གི་མ་རེད་ད་རྩ་དུག་འདྲ་བོ་གཅིག་བཏོན་ཡོད་ཅེས་ལན་དུ་བྱས་ནི་མ་རེད། རྣམ་པ་ཚོ་རག་གི་ཨ་ནི་གཅིག་གར་སོ་དགོས་རེད་དོགས་སྣང་ཡོང་ཡང་གི་ཆེད་དུ་ད་ག་དོགས་སུ་ཆེ་ལོ་དོགས་སུ་ཆེ་ནི་མ་ཞེས་བྱ་རྒྱུ་རེད། སྤྱི་དང་གཤིན་རྗེའི་མེ་ལོང་གི་ད་ལྟ་དེ་གའི་ས་བརྒྱད།

ང་རང་ཚོ་རྔན་མ་གཞུང་དེ་ཚོ་ཚང་མ་ལོ་ལྟ་རྟོག་བྱས་ནས་ཡོང་ཐུབ་ཀྱི་ཡོད་རེད། ཡིན་ན་ཡང་ད་ལྟ་དེ་སྐབས་སུ་བབ་པ་གཅིག་ལ་ཁོ་བོད་ཡིག་གིས་གསལ་བཤད་བྱེད་ཡ་གོ་བ་ཆགས་ཡ་གཅིག་ཡིན་དུས་བསམ་པ་ཨ་ནི་ཁ་ཐོག་ཁ་ཐོག་དེ་དེ་གསར་བརྗེ་ཅིག་གཅིག་གི་ཁུངས་ཐོག་ལ་ཕར་འདུས་བསྡད་པ་རྣམས་པ་མ་ཡིན་པ་ཁ་ཐོག་ཁོ་རང་ལ་མི་དགེ། གཅིག་དང་གཉིས་ཟེར་ཡ་ཆེ་ཕག་ཁར་སོགས་ཕར་བཏོན་ན་བཏོན་ཆོག་ཆོག་ཡོད་པ་ཚུར་གླེང་ན་གླེང་ཆོག་ཆོག་ཡོད་པའི་བཟོ་འདྲ་བོ་ག་བ་ལྟར་དེ་འདྲས་བྱས་ནས་གང་ལྟར་གཅིག་གི་ཁུངས་ཐོག་གཅིག་མ་ལྕོགས་པ་བྱས་ནས་ཁ་ཐོག་ཐོག་བྱས་ནས་མ་ཕངས་རམ་སྤྲེགས་ཀྱང་ཆོག་དེ་འདྲས་ཀྱི་རེད་དེ་ཡོད་རེད།

གོང་དུ་ད་ཁ་སེང་ཞུས་པ་དེ་ད་བྱ་བ་ལྔ་པའི་སྐོར་དེ་རེད། བྱ་བ་ལྔ་པའི་སྐོར་དེ་ད་ནི་ང་རང་ཚོ་གི་དཀའ་ངལ་དཀའ་རྙོག་འདི་ལ། མ་འོངས་དཔལ་གྱི་ལོ་རྒྱུས་ནང་ནས་འཆི་མེད་ཀྱི་གཏད་པ་ཡིན་ན། ཨོ་ད་དེའི་སྐོར་དེ་གལ་ཆེན་པོ་ཞེ་དྲག་ཆགས་ཀྱི་ཡོད་རེད། དེ་ནང་བཞིན་གྱི་ཨ་ནི་གར་བཟོ་དགོས་རེད། གཅིག་པཎ་ཆེན་སྐུ་ཕྲེང་བཅོ་བ་ཆེན་པོ་དང་ཨ་ནི་ལྕགས་ཀྱི་གླིང་རིན་པོ་ཆེ་ལ་སོགས་པ་གི་དེ་ནི། ཨོ། ད་སྲུང་མ་རྒྱལ་ཆེན་རྡོ་རྗེ་ཤུགས་ལྡན་དང་འབྲེལ་བ་ཡོད་མ་རེད་ཟེར་ཡ་འདྲ་བོ་དེ་ཚོ་ནའང་གལ་ཆེན་པོ་ཞེ་དྲག་ཆགས་ཀྱི་ཡོད་རེད་ད་དེ་མིན་སྐབས་སུ་བབ་པ་འདི་སྐུ་མགྲོན་བཅུ་གསུམ་བ་དེ་རེད་སྐོར་སྐོར་དེ་རེད། བྱས་ཙང་དེ་ཡིན་དུས་རྩམ་པ་འདི་ཚོ་དེད་པས་ང་རང་ཚོ་བཞུགས་མིན་གྱི་མ་འོངས་པ་ནས་འགར་བཟོ་དགོས་རེད། ལམ་ཁ་ལ་བསམ་བློ་གཅིག་བཏང་བ་ཡིན་པ་ཡིན་ན་ད་འདི་ཚོ་དེ་གལ་ཆེན་པོ་ཞེ་དྲག་ཆགས་ཀྱི་ཡོད་རེད་མ་འོངས་པ་གི་མིན་གྱི་ང་རང་ཚོ་ཨ་ནེ།

ལྷོབས་སུ་བལྟས་པས་ཡིན་པ་ཡིན་ན་ཨ་ནི་ཅི་བྱ་བ་སྔ་བ་ཟེར་ཡ་དེ་ཚོ་དེ་དག་གོམ་པ་དོག་ཆེ་ནས་པའི་ལོ་བརྒྱ་ཕྲག་མང་པོ་ཕྱིན་ཚར་བ་རེད་ད་ཁོ་ན་བཅུ་གསུམ་པ་གོམ་པ་བྷེ་ནི་ད་ག་ལ་གང་ཙམ་ཅིག་ཕྱིན་ཚར་བ་རེད་ད་འདི་ཚོ་དེ་ཅིག་ལོ་རྒྱུས་རྙིང་པ་འགྲོ་བ་ཅིག་བསྐྱར་ལོག་བྱས་ན་ཕན་ཐོག་གང་ཡང་མི་འདུག་སྙམ་པ་ཅིག་ད་ལྟའི་ངོ་ནས་གོམ་པ་དེ་འདྲའི་འཆར་སྲིད་པ་ཅིག་རེད་དེ། མ་འོངས་པ་ན་ང་རང་ཚོ། འདི་ཚོ་གི་ཐུགས་ལ་ང་རང་ཚོ་གི་གསལ་བཤད་བྱེད་མ་ཐོག་ན། མ་འོངས་པ་ན་བློ་གཟུ་བར་གནས་པ་ཚོ་གི་འདིའི་ང་རང་ཚོ་གི་ད་ལྟའི་གི་དཀའ་ངལ་འདི་ལ། ཞིབ་རྒྱས་ཀྱི་བྱེད་ཡོང་དུས་ཙམ་པ་ཨ་ནི་ཕྱོགས་གཅིག་གི་ཐུགས་ཐོག་ནས་མ་ཐོག་མེད་པ་ཡིན་དུས་ཙམ་པ་ཨ་ནི་ཕྱོགས་གཅིག་གི་དབང་ལ་འགྲོ་ཡག་དེ་བྱ་ཞེས་བྱ་ཆགས་དུ་ཡོད་རེད། དེ་ཡིན་དུས་ཙམ་པ་ང་རང་ཚོ་འདིའི་མིག་རྒྱང་རིང་བོ་གི་ཐོག་ནས་ཅིག་སོ་སོའི་གི་ད་འདིའི་གི་དཔེ། ཨ་ནི་དཔེ། ཁ་སོ་རྐང་པའི་ཁྲི་ལ་མིག་གཏད་བསྡད་པ་ཙམ་མ་ཡིན་པར་མ་འོངས་པའི་ཐུགས་ལ་མིག་རྒྱང་རིང་བོ་ཅིག་གཏད་ནས། ཨ་ནི་ང་རང་ཚོ་སྐད་བཤད་དགོས་ཡ་ཅིག་ད་ད་ཨ་ཁར་སོ་གོ་རེ་གོམ་པ་རྒྱབ་དགོས་ཡ་ཅིག་ཡིན་དུས་ཨ་ནི་སྐུ་མགྲོན་བཅུ་གསུམ་པ་ཟེར་ཡ་དེ་ཚོ་དེ་ལྟ་བའི་གནད་འགག་ཚ་བོ་རོ་བོ་ཐུག་ཆགས་བསྡད་ཀྱི་ཡོད་རེད་ཨ་འདི་ཡང་སྐུ་མགྲོན་བཅུ་གསུམ་པ་གི་ཅིག་པན་ཆེན་བློ་བཟང་པན་ཆེན་སྐུ་མགྲོན་དགུ་པ་མཆོག་ལ་ཅིག་གི་མཛད་པ་འཕྲིན་ལས་ལ་བཀའ་འགུག་བྱེད་ཚུལ་དེ་ཚོ་དེ་ད་ཁེ་སང་ཁེ་སར་རོབ་ཚོ་དེ་ཞུས་པའི་སྐད་ཆ་རེད་སྤྱི་དང། ང་རང་ཚོ་ད་ལྟ་བར་དུ་སྐུ་ཕྲེང་བཅུ་གསུམ་པའི་དགེ་ལས་ནས་དེ་བོད་ཁ་བ་གངས་ཅན་པའི་དགེ་སྦྱོང་འདི་ལ་ཆོས་སྲིད་གཉིས་ཀྱི་དབུ་ཁྲིད་ཡིན་པ་ཅིག་ཁས་ལེན་གྱི་ཡོད་རེད་དེ་ཡིན་ན་ཡང་ཆོས་སྲིད་གཉིས་ཀྱི་ཐུགས་ལ་མཛད་རྗེས་འདྲ་བོ་ཅིག་ག་རེ་འདུག་དང་མི་འདུག་དཔྱད་པ་བྱེད་མྱོང་མཁན་བསལ་ཡ་དེ་ཕར་བཅད་ང་རང་ཚོ་བོད་མི་ས་ཡ་དྲུག་གི་ནང་ལ་ད་དཀོན་པོ་ཆགས་དུས་ཁྱེད་ལ་ཆགས་བསྡད་པའི་བཟོ་རེ་རེད། ད་ཁ་ཤས་ཁ་ཤས་ཀྱི་མཁྱེན་ཉན་ཡོད་པ་ཡིན་ནས་ལས་ཀྱང་ད་དེ་ཚོ་སོ་སོ་གི་ཤིང་ཚང་དཔའ་བོའི་དབུ་ལ་རུས་ཟེར་བ་ནང་གི་གྱི་ཁོག་པ་ནང་ལ་བད་བད་ཡ་ཆེ་མ་ཐོག་བ་གི་སྤྱི་ཚོགས་ཐོག་ལ་ཅིག་བཤད་མ་ཕོག་པའམ། ཨ་ནེ་པའི་ཟོན་གི་ཐོག་ནས་བཤད་མ་ནུས་པ་དེ་འདྲའི་ཅིག་གི་ཐོག་ནས། སྤྱི་ཚོགས་འདི་གི་ཐོག་ལ་ད་དངོས་ཡོད་གནས་ཚུལ་དེ་ཚོ་དེ། ག་རེ་ཡིན་མིན་དེ་ཚིག་གཅིག་ད་གོ་ཡ་མེད་པ་དོག་ཆགས་ཡོད་རེད། བྱས་ཙང་དེ་འདྲའི་ཡིན་དུས་ཙང་པ་ད་ང་ཚོ་ད་འདི་གི་ངོ་ནས་ད་འདི་འདི་ཅེས་བསྟན་པ་འདི་གི་ཐུག་དུ་དོང་ལོན་གྱི་ཅིག་འཁོར་གྱི་གླེང་གི་ཡོད་རེད་ཡིན་དུས་ཙང་པ་ང་རང་ཚོ་གཞི་རྩ་གཅིག་བཟུང་འདུག་ནས་ད་དོང་ལེན་བྱེད་དགོས་ཡ་ཅིག་ད་གཞི་རྩ་གཅིག་འཛིན་འདུག་ནས་འཁོར་གླེང་དགོས་ཡ་ཅིག་ཡིན་དུས་ཙང་པ་ད་རྩ་བའི་གི་གཞི་རྩ ྋགོང་ས་སྤྱོད་ཀྱི་བར་གི་ད་འདི་ང་རང་ཚོ་གི་དཀའ་ངལ། བཀྲིས་དགོས་ཡག་གི་རྒྱུ་མཚན། ཁོང་གཏུག་ས་དེ་དག་འདི་སོགས་ཡིན་ཟེར་གྱི་ཡོང་དུས་རྩམ་པ་ལྟར་འདི་ཟུག་གི་རེད། བརྒྱུད་རིམ་འདི་སོགས་དེ་ང་རང་ཚོ་གི་ངོ་ནས་བཤད་ན་སོ་སོ་གི་ཤེས་དགོས་ཡག་བྱས་ན་མ་འོངས་པའི་འོ་ཡ་མི་རབས་དེ་ལ་ང་རང་ཚོ་གི་མ་རྒྱག་ཐུབ་པ་ཅིག་བྱེད་དགོས་ཀྱི་ཡོད་རེད། དེ་ཡིན་དུས་རྩམ་པ་དག་ཁ་སེང། སྐུ་འཕྲེང། དེ་ཡིན་དུས་རྩམ་པ་དག་སྐུ་འཕྲེང་བཅུ་གསུམ་སྤེལ་གི་མཛད་པ་རྣམ་ཐར་བོད་མི་རིགས་འདི་ལ་ད་ཆོས་སྲིད་གཉིས་ཀྱི་ཐོག་ནས་པད་ཧོབ་ཏུ་བལྟས་བསྡད་པ་ཡིན་ན། གཅིག་ཏུ་སོ་སོའི་དགོས། སེམས་ཀྱི་ནང་ལ་ག་རེ་ཡོད་རེད་ཟེར་ན་ཀུན་ཕྲན་བཅུ་གསུམ་པ་ཟེར་ཡ་དེ་སོགས་དེ་བས་རྩ་ཆེན་པོ་ཞུ་བ་ཅིག་ཡིན་ཤག་ཤག་འདྲ་བོ་ཅིག་ཡིན་གྱི་རེད་སྙམ་པ་འདྲ་བོ་ཅིག་རེད་དེ་ང་རང་ཚོ་བསྟན་པ་འདི་དང། མི་རིགས་འདི་ལ་དངོས་གནས་དྲང་གནས་ཀྱི་ཤ་རྒྱན་ག་ཚད་འདུག་དེ་གི་ཐུགས་ལ་རླབས་ཆེན་གྱི་དགོངས་པ་ག་ཚད་ཡེ་འདུག། ལས་ཀ་ཟེར་ཡ་དེ་པའི་ལེགས་གྲུབ་བྱུང་མ་གྲོངས་ཟེར་ཡ་དེ་གཙོ་བོ་མ་རེད་ལྷག་བསམ་འདྲ་བོ་དེ་ག་ཟིག་འདུག་དེ་ཚོ་གི་ཐུགས་ལ་ད་དཔྱད་པ་བྱེད་ཉོན་ད་ཞིབ་འཇུག་བྱེད་ཉོན་ཟེར་ཡ་དེ་ཕ་ཆེ་མས་བདེ་བ་བཟང་བོ་དེ་ཚོ་རུ་ཆགས་ཡོད་རེད། དེ་ཡིན་དུས་བརྩམས་པ་དེ་གི་ཐུགས་ནས་ད་ང་རང་ཚོ་གི་ངོ་ནས་བཤད་པ་ཡིན་ན་ཅིག་གར་ཟུག་གི་རེད། མགོ་འཐོམ་དེ་བའི་བཟོ་འདྲ་བོ་ཅིག་ད་ནི་བྱེད་སྟངས་མ་ཤེས་པའི་བཟོ་རུ་ཆགས་གི་ཡོད་རེད། དེ་ཚོ་གི་ཐུགས་ལ་ད་དཔྱད་པ་བྱེད་དགོས་ཡ་ཅིག་ཆགས་གི་ཡོད་རེད། དེ་སོགས་ཐུགས་ལ་བཅས་པ་ཅི་མ་བྱས་ཡོང་དུས་བསམ་པ་གོང་ས་བཅུ་གསུམ་པ་ཁོ་རང་ངའི་ཐ་ན་གཅིག་འབྲི་མ་ལོང་ངོ་མ་ལ་ཟུར་ཙམ་གྱིས་བཀོད་ཡོད་རེད། ཁོ་རང་བོད་སྡེ་བ་ཡོངས་ཀྱི་དབུ་ཁྲིད་བྱས་ནས། ད་ནི་ང་རང་ཚོ་རྒྱ་ནག་མི་སྒེར་གྱི་གོ་མིང་དང་སྲིད་གཞུང་གི་ད་ལྟ་དེ་བོགས་འདུག་ཨམ་བན་ཟེར་ཡ་གཅིག་ད་དེ་དུས་ལྷས་ས་ལ་དེད་ཉེན་འདུག་ཨ་ད་དེ་སྔ་བོ་ནས་ཡོད་པ་འདྲ། འོ་འདི་སོགས་དང་འགལ་ཟླ་བྱུང། ཨན་དེ་སོགས་དེ་ཁྱོད་ནི་ཁ་གཏད་མ་འཇོག་པའི་ཆེད་ཀྱི་ད་ཁོ་རང་དེ་ནས་བྱས་མ་སོ་སོ་གཅིག་པོ་མ་དོན། ཨན་བཀའ་ར་ར་རྒྱབ་དེ་ནས་བྱས་མི་གི། སོ་པོ་ནས་བྱས་ཨ་ནི་ཚོ་བཞུགས་སྐུ་འབུམ་མ་ཡོང་སྐུ་འབུམ་ལ་ལོ་མང་པོ་ཅིག་བསྡད། སྐུ་འབུམ་ལ་ལོ་མང་པོ་བསྡད་ཡ་དེ་ག་རེ་རེད་ཟེར་ན་མི་གི། པེ་ཅིང་ལ་རྒྱ་ནག་པེ་ཅིང་ལ་གོང་མ་གར་སོ་དགོས་རེད་མཇལ་ཁ། ཐོད་ཡར་ལ་སྟབས་མི་དགེ་དེ་ཁ་ན་སོང། ཁོ་ནི་མི་ནས་མར་འབྲལ་བར་བྱས་ནས་ལྐོག་ཏུ་འགྱོ་རེད་འདུག་ཨ། ནི་གོང་མ་གི་གཅིག་ལོ་གཉིས་ཀྱི་རིང་ལ་ད་ལྟ་དེ་མི་དགེ་བེ་ཅིང་ལ་ཡོང་ཆོག་པའི་དེ། སྐབས་མ་འཁྲུལ་བ་བྱས། ཨ་ནི་ཁོ་རང་ལོ་གཉིས་ཟག་གི་མི་ནས་བསྒུགས་ཨ་ནི་མི་ནས་བསྒུགས་ཟིན་དུས་ལོ་གཉིས་ཀྱི་ཞུ་གུ་ལ་ད་དེ་འདྲ་བྱུང་དུས་ཚང་མ་མི་ནས་རྒྱ་ནག་ལ་མ་ཕྱིན། རྒྱ་ནག་མ་ཕྱིན་རྒྱ་ནག་ཁོ་མོའི་མདུན་ལ་ག་རེ་ཞུས་ཡོད་རེད་ཟེར་ན། ད་ལྟ་ན་ང་རང་ཚོའི་བོད་ཀྱི་ད་ཁོ་ན་བོད་ཀྱི་ད་ལྟ་དེ་གཙོ་བདག་གི་སོང་ཙང་ནི་བོད་ཀྱི་གནས་ཚུལ་ག་རེ་ཡིན་མིན་དེ་སྤྱི་དང་བྱས་པ་ཡིན་ན་ད་ལྟ་དེ་བོ་དོ་ཨམ་བེ་གི་བརྒྱུད་ནས་དེ་ག་གཞུང་གི་བོ་དོ་ཨམ་བེ་ལ་ཞུས་བོ་དོ་ཨམ་བེ་གི་ད་ན་རྒྱ་ནག་གོང་མ་ལ་མ་ཞུས་ནས་ད་དེའི་བ་རོ་གི་ལས་ཀ་བྱེད་ཉེན་དེ་རྒྱ་ནག་གར་ས་དགོས་རེད་བོད་ས་གནས་སྲིད་སྐྱོང་དང་ཀྲུང་དབྱང་ས་གནས་སྲིད་སྐྱོང་ཟེར་ཡ་དེའི་གཉིས་བ་རོ་གི་ལས་ཀ་བྱེད་ཉེན་དེ་རྒྱ་ཨམ་བེ་ཟེར་ཡ་དེ་རེད་འདུག་དོ། ཨེ། དེ་བརྒྱུད་མ་དགོས་པ་ཐོག་ནས་ད་ཁ་ཐུག་ཁོ་རང་གི་ཡིན་ནའི། ག་སོ་གུ་རེད་ད་གུན་ཁྲན་བཅུ་གསུམ་པའོ་ད་ཁོ་རང་གི་ཡི་གེ་གེ་ནའི་ཟེར་ན་འདྲ་ད་དད་པ་ཡོང་ཟེར་ན་འདྲ་འོ་དེ་ནས་ཁ་ཐུག་ཁོ་རང་རྒྱ་ནག་གོང་མ་ལ། རྒྱ་ནག་སྲིད་སྐྱོང་མར་འབྲེལ་བ་བྱེད་ཆོག་པ་ཟེར་དེ་འདྲས་ཞུས་འདུག་ཨ་ཟེར་ཁོ་རང་རེ་བ་ད་ཞུ་ཡ་དེ་རེད་བཞག། དེ་ཞུས་ཡོང་དུས་ཙང་པ་ད་དེའི་བོད་ཀྱི་ཆབ་སྲིད་བར་གྱི་ཁས་ལེན་གྱི་མར་བ།

དུ་ནི་རྒྱ་མཚོ་ཁོ་རང་དང་རྒྱལ་བ་ཀུན་འཕྲེང། རྒྱལ་བའི་གི་དང་མཚན་གནས་ཀྱི་རོ་དང་དུས་སུ་མེད་པར་ཐེངས་མ་གཉིས་བཟོས་པའི་ཁྱབ་བསྒྲགས་བྱས་འདུག་ཨོ། དེ་འདྲས་བྱས་ནས་དཀའ་ངལ་དེ་འདྲས་ཀྱིས་སྤྲད་ཡོད་རེད། ཁོ་རང་ལ་དཀའ་ངལ་དེ་འདྲས་བྱུང་ཡོད་རེད། དེ་ཚོ་དེ་ང་རང་ཚོ་བོད་མི་རིགས་འདི་གི་ཆེད་དུ་རེད་ཟེར་ན་འགྲེལ་བཤད་བརྒྱབ་དགོས་ན་དཀའ་ལས་ཁག་པོ་ཞིག་རག་རེད། ཁོ་རང་གི་ད་ལྟ་དེ་གོ་ས། དེ་ཚོ་དེ་སྲ་བརྟན་ཡོང་ཡག་གི་ཆེད་དུ་རང་ཡིན་པའི་བཟོ་འདྲ་བྱེད་ཆོག་རེད་ད་དེ་ཚོ་མ་ཁེ། ནང་པ་ཚོ་གི་དཔྱད་པ་བྱེད་ཡག་རེད། དེ་ཚོ་ང་རང་ཚོ་ངོ་ནས་བཤད་པ་ནི་ཤེས་དགོས་ཡ་གྱི་རིགས་ཡིན་ན་ཡང། སྐྱེས་པ་མ་སྐྱེས་པ་ཅིག་ཐ་ཐག་སྐྱེས་པ་ཡིན་ན་ཆོས་སུ་ཁེལ་ཡོད་མ་རོ། དེ་རེད། ཨ་ནི་དེ་ནས་ད་ཞུ་གུ་ཕི་གིན་ནས་རྒྱ་གར་ནས་ཚོགས་ཡོང་ཆེད་ཨ་ནི་གཅིག་སྟོང་དགུ་བརྒྱ་བཅུ་གཉིས་གི་ལོ་ལ་རེད་འདུག་ཨ་ནི་རི་ཐང་གི་དེ་ལྷས་ས་ལ་ཚོགས་ལོག་ཨ་ནི་དེ་ནས་བཟུང་སྟེ་ཅིག། ད་ལོ་བར་ཆད་བཅུ་གྲངས་ཅན་གྱི་ནང་ལ་ཨ་ནེ་ཅི་ང་རང་ཚོ་ནང་ཁུལ་ལ་བའི་འགག་རྟགས་ཅན་ཆང་བཟོ་ནང་ཁུལ་ལ་བའི་བརྡབ་གསིག་ཉོག་དྲ་བཟོ་དེ་ཡང་གྱི་མ་གཏོགས་བ་གི་མི་རིགས་ཀྱི་ཆེད་དུ་ལས་ཀ་འདི་བྱེད་ཀྱི་རེད་ཟེར་ཡག་འདྲ་བོ་དང་ཨ་ནེ་ཅི་གར་བཟོ་དགོས་རེད་ཕྱི་ལོག་ལ་ཁ་ཏིག་འདི་སྤྱད་པ་རེད་ཟེར་ཡག་ད་དེ་འདྲའི་གི་ལོ་རྒྱུས་གསལ་ཞུ་ཡག་མི་འདུག་ཨ་མཐོང་ཡ་ཡོད་མ་རེད། དེ་མེད་པའི་དོན་དུ་ཚུར་སླེབས་ནས་ག་རེ་བྱས་ཡོད་ལྟ་ཁ་ཟིག་ཞུས་པ་ན་ཡི་དྭགས་ནི་དཔལ་ཆེན་སྐུ་འཕྲེང་བསྐོར་བ། དེ་ནི་ཆོས་ཀྱི་ཉི་མ་མཆོག། ཨ་ནི་གདན་ས་ནང་ནས་ད་ཡུལ་ལྷུང་མ་དེ་ལ་བཟོས་དང་པོ་གཅིག། གདན་ས་བཀྲ་ཤིས་ལྷུན་པོ་གི་ཁུངས་ཐུག་གི་ད་སྔས་མ་སོ་བུ་ག་ནི་བཀྲས་རྒྱ་བོད་ཀྱི་ད་ཆོས་གཞིས་ཀྱི་མི་སེར་མང་པོ་གྱུར་རོ་དེ་ཚོ་གང་ག་བཙན་འཕྲོག་བྱས། ཨ་ནི་དེ་ཚོ་ཡང་བཙན་འཕྲོག་བྱས་འགྲོ་དུས་ཙམ་པོ་ཨ་ནི་དཔལ་ཆེན་བློ་བཟང། དཔལ་ཆེན་ནི་ཐུགས་ཏེ་ཆོས་ཀྱི་ཉི་མ་མཆོག་གི་གང་ཡང་གསུངས་མི་འདུག་ཨ། ཨན་ཏིའི་ཡུལ་ག་ད་ལྟ་དེ། ཁྲེས་མང་པོ་ཞེ་དྲག་བརྒྱབ། དད་པ་སྦྱོང་གི། ད། དམག་ཕོགས་ཟེར་ཡ་གྱི་ད་བརྒྱབ་གོ་དགོས་རོགས་དམག་མི་ག་ཚིག་ཟ་རྒྱུ་ཡོད་པས་ན་དེའི་དམག་ཕོགས་དེ་དགོས་པའི་བློ་ཁོག་མི་དགོས་པའི་གཞིས་ཆགས་ཀྱི་བཀྲ་ཤིས་ལུང་པ་ལ་ད་ཁྲེས་བརྒྱག་འདུག་ཨ། ད་དེ་ཚོ་ཚད་ལས་འདས་པའི་དགོས་པའི་དབང་ཡོད་རོགས་ཨ། ཨ་ནི་ད་མདོང་ཡང་གང་ཡང་མ་སོང་དེ་རྒྱབ་དུས་ཙམ་པ་ཨ་ནི་ཞུ་སྒོ་ཡི་གེ་གི་གར་སོ་དམག་མི་བཏང་འདུག་ཨ་དེ་ཡིན། དམག་མི་དང་ཡོན་ཏན་རྩམ་པ་དག་དངོས་གནས་དྲང་གནས་ཀྱི་པའི། ཕྱི་ལོག་གི་སྒྲ་དག་མ་གྱིས་ལ་འཛིན་གྱི་ཡོད་རོ། དམག་མི་སེར་དེ་ག་རེ་རེད་ང་རང་ཚོ་ནང་ལོག་གི་བདེ་འཇགས་བདག་ཉིད་མ་ལ་དམག་མི་སེར་དེ། དམག་མི་སེར་དེ་དམག་སེར་དེ་རྩམ་པ་ཕྱི་ལོག་ལ་དམག་བརྒྱབ་ནས། ཕྱི་ལོག་ལ་གཏུག་ཡག་གི་གར་སོ་དགོས་བི་རིག་ནི་ང་རང་ཚོ། ལྕགས་རི་འདྲ་བོ་ཅིག་རེད་མ་གཏོགས་བདག་གི་ནང་ལོག་གི་ཅིག་བདེ་འཇགས། ནང་ཁུལ་གྱི་དེ་ལྟས་སུ་རྙོག་དྲ་དུ་སོ་མ་ལྷིང་འཇགས་གཏོང་ཡབ་དེ་ལ་དམག་མི་ཟེར་གི་མ་ར། བྱས་ཙང་དམག་མི་གཏོང། དམག་མི་གཏོང་ཡིན་དུས་ཙམ་པ་ད་སྐབས་དེ་དུས་ཐུགས་འཛིན་ཅུས་གཉིས་མ་ཆོག་ལ། ཡང་མ་ད་ཁོང་མཚན་ཉིད་མཐོང་པོ་རེད་ནི་དེ་བ་ད་དམ་ཚིག་ཡོད་ཉེས་མང་པོ་ཞིག་སོང་ཙང་ཨ་ནས་གསང་བདག་ཅན་དུ་འཇོག་པ་རེད་ཡི་གེ་བཀྲ་ཤིས་ལུང་པར།

ད་ལྟ་དེ་སྐྱ་སྐྱེས་སྐྱ་སྐྱེས་རིན་པོ་ཆེ་ལ་བརྒྱུད་ནས་ཞུས་པ་རེད་སྐྱ་སྐྱེས་རིན་པོ་ཆེ་ནས་བརྒྱུད་ནས་ཞུ་ས་དེ་ད་ལྟ་རྭ་སྒྲེང་རེད་དེ་དུས་སྐུ་ཕྲེང་བཅུ་གསུམ་པ་དགོངས་པ་འཕེལ་ཚར་བ་རེད། ད་རྭ་སྒྲུང་རྭ་སྒྲེང་ཟེར་ཡ་དེ་སྐུ་ཕྲེང་བཅུ་གསུམ་པ་གི་ཕྱོགས་གཏོགས་ཀྱི་མི་ཡིན་དུས་རྩམ་པ་ད་ཁྱོན་ནས་འཕེལ་བཅུག་ཡོད་མ་གཏོགས་ག་གོ་བྱས་ཨ་ནི། ཐོག་མ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་བདུན་གྱི་ལོ་ལ་ད་སྐྱེས་ཀྱི་འདུག་ལ་དགོངས་པ་རྫོགས་བ་རེད། ཨོ་ད་དེ་ཚོ་དེ་ཆ་ཚང་ལོག་སྟེ་ཨ་ནི་བའི་བཟོ་དེ་ཉན་དེ་རྒྱལ་བ་སྟོད་ལྡན་རྒྱ་མཚོ་ཁོ་རང་རེད། སྟོད་ལྡན་རྒྱ་མཚོ་གི་དཔོན་ཆེན་སྐུ་ཕྲེང་དགུ་པ་ལ་དེ་འདྲའི་བཟོ་དགོས་ཡག་གི། ཆོས་དང་འཇིག་རྟེན་གང་ཐད་ཀྱི་ཐོག་ནས་དཔྱད་པ་ཅི་གནང་ཞུ་ད། ཐུབ་བསྟན་ཆོས་རྗེ་ཉི་མ་མཆོག་གིས་ད་ང་རང་ཚོ་གྱི་ཆོས་སྲིད་གང་གི་ཐོག་ནས་ཅིག་མི་རིགས་འདི་ལ་མི་འོས་པ་དེ་འདྲའི་གི་ཁར་སོ་གོ་རེད། ཅིག་ཁྲེམ་དང་འགས་སྒྲོག་ཡག་གི་པའི་ལས་ཀ་སྣ་གཅིག་བྱས་པའི་གི་ལོ་རྒྱུས་ཡོད་མ་རེད། ཕྲག་དོག་ཁོ་རང་འགྲན་སེམས་ཁོ་རང་རེད། སྤྱི་བཏང་ནས་ད་ལྟ་དེ་རྒྱ་བབ། སྐུ་འཕྲེང་ལྔ་པ་ནས་འགོ་བཙུགས་བྱས་ནས་ང་རང་ཚོ། སྐུ་འཕྲེང་བརྒྱ་བ་སྐུ་འཕྲེང་ཁ་ཤས་བྱེད་ཀྱི་ད་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་ཁ་ཤས་བྱེད་ལ་དང་པོ་ཞེ་དྲག་བྱེད་ཀྱི་ཡོད་རེད། ཁ་སང་ཞུས་པ་ནང་བཞིན་ཇི་ལྟར་ང་ཚོ་དེ་འདྲ་དེའི་སྐོར་ཞེ་དྲག་ཞུས་ཡོད་མ་རེད་བརྒྱ་བ་སྔགས་བྷེ་ཀྱི་པཎ་ཆེན་བློ་བཟང་ཆོས་སྦྱིན་ལགས་པས་མི་གུས་བབ་གི་བྱས་པའི་གི་རྒྱུ་མཚན་མང་པོ་ཞེ་དྲག་ཡོད་རེད་ཁོ་རང་གི་བཀའ་དྲིན་གསུམ་ལྡན་གི་རྩ་བའི་བླ་མ་རེད་དེ་ཞུ་གི་ལ་ད་པཎ་མི་སེར་བབ་གི་མི་གུས་པའི་བྱས་པའི་གི་ལོ་རྒྱུས་མང་པོ་ཡོད་རེད། དེ་ནང་གི་གི་སྐུ་འཕྲེང་བཅུ་གསུམ་པ་གི་ཐུགས་རྟེན་ཆོས་ཀྱི་ཉི་མ་ལ་ད་གང་འདྲས་ཅིག་བྱས་འདུག་དེ་སོགས་དུག་སོགས་རེད། ཨ་ནི་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་གི་དཔལ་མཁྱེན་སྐུ་འཕྲེང་བཅུ་པ་དང་བཅུ་གཅིག་པ་རྣམ་པ་སོགས་ལ་ད་གང་འདྲས་ཅིག་བཤད་ཡོད་གང་འདྲས་ཅིག་བྱས་ཡོད། ད་ལྟ་ཁོ་ནང་ཚོ་གི་ཕྱོགས་གཏོགས་གི་ད་ནི་ང་ནང་ཚོ་དཔལ་མཁྱེན་སྐུ་འཕྲེང་བཅུ་གཅིག་པ་ཆོས་ཀྱི་བྱ་བ་མཆོག་ལ་གང་འདྲས་ཅིག་བཤད་གི་འདུག་ལྟ་སྟངས་གང་འདྲས་ཅིག་འདུག། སྒྲ་གདངས་མ་གཅིག། ཕྱི་ལོག་གི་དཀར་སོག་གུ་རུ་ཏྲ་ལས་ཀྱང་ནི་པའི་ཅིག་དང་ཚོགས་ཆས་ཡིག་ཏུ་བ། འོག་དག་ཀུན་ཕྲན་རིམ་བྱོན་གྱི་དུ་ལ་ཐོ་བྱས་ནས་མ་ཡོང་དེ་འགའ་ཅི་རེད། བྱས་ད་དེ་ཡིན་དུས་ཙམ་པ་ཨ་ནེ་ཀུན་ཕྲན་བཅུ་གསུམ་པ་གི་པའི་པན་ཆེན་བློ་བཟང། པན་ཆེན་ཐུ་ལི་ཆོས་ཀྱི་ཉི་མ་མཆོག་ལ་ད་དེ་འདྲའི་གི་པའི་དཀོན་ངལ་སྤྲད་ཡོད་རེད། ཨན་དེ་དང་འདྲ་བའི་གི་ཐོ་ནས་ད་ང་རང་ཚོ་དགེ་ལུགས་པའི་བླ་ཆེན་མང་པོ་ཅིག་ལ་པའི་མཛད་པ་འཁྲིད་ནས་ད་ལགས། སྐུ་མགྲོན་བཅུ་གསང་བར་གྱི་དཔེ་བཀའ་འགོ་འཛིན་ཡོད་རེད། འགོག་རྐྱེན་བཟོས་ཡོད་རེད། ནང་ལོགས་ལ་ད་དེ་འདྲའི་རྐྱང་རྐྱང་ཅིག་འབུར་འཇོམས་རྐྱང་རྐྱང་བྱས་ནས་བསྡད་བསྡད་པ་མ་གཏོགས་བར་གྱི་ད། དངོས་ཡོད་གནས་ཚུལ་གྱི་ང་རང་ཚོ་མི་རིགས་འདི་གྱི་ཐོག་ལ་མ་འོངས་པའི་གྱི་ཐོག་ལ་ཅིག་བསམ་བློ་གཏོང་ནས་ལས་ཀ་བྱས་ཀྱང་ཆོག་ཅི་ལྟར་མཐོང་ཡ་མེད་བསྡད་པའི་བཟོ་རུ་ཆགས་ཡོད་རེད། དེ་ནས་ད། དཔྱད་ཀྱི་བདེ་ཆེན་སྙིང་པོ་ཟེར་དུས་སྐབས་དེ་དུས་ནང་སྤྱི་བཏང་ཁོང་དེའི་ཁར་བཟོ་དགོས་རེད་སྟབས་དབུས་གཙང་གི་ཇུས་ནས་བྱས་པ་ཡིན་ན། ཅིག། སྐུ་འཕྲེང་གོང་མ་ཅིག་དེ་ཚོ་དེ་སྐད་གྲགས་ཆེན་པོ་ཅིག་ད་ནི་ཁོ་རང་ལ་ཁའི་མཚན་གནས་མཐོང་པོ་ཞིག་དེ་འདྲས་གང་ཡོད་མ་རེད། སྐུ་ཚེ་འདི་ལ། ཁོ་རང་གི་པའི་ཐོས་བསམ་སྒོམ་གསུམ་ཚུལ་བཞིན་དུ་གནང་ནས་མཁས་བཙུན་བཟང་གསུམ། ཨ་ནི་པའི་འགྲན་ཟླ་མེད་པ་ཅིག་ཆགས་པ་ཡིན་དུས། གདན་ས་གསུམ་གྱི་སྐབས་དེ་དུས་ང་རང་ཚོ་གདན་ས་གསུམ་ཟེར་དུས་རྩམ་པ་པས་མཁས་ཤིང་གྲུབ་པ་གཉིས་སྦེད་གས་པས་དེ་ནས་སྐྱེས་བུ་མང་པོ་གྱི་པའི་ནང་ཁའི་ཀ་སོགས་ནང་གི་ཆགས་འདུག་ཡོད་རེད་ཕ་ཆེ་ཆེ་ན་ང་རང་ཚོ་སྐབས་དེ་དུས་ལ་པའི་དགེ་ལུགས་པ་གྲ་རྒྱས་པ་འདྲ་བོ་གྱི་མེད་པའི་བཟོར་ཆགས་འདུག་ཡོད་རེད་ད་རྗེ་རིན་པོ་ཆེ་ཁོ་རང་གི་སྐུ་དུས་དེ་ད་པའི་ཐུན་མོང་མ་ཡིན་པ་གྱི་རེད་དེ་འདྲས་རེད་མ་གཏོགས་པ་གི་ད་དེ་ཆོས་མཆོག་ཚུལ་མཆོག་ལས་བྱས་པ་ཡིན་ན་ད་པས་དེ་འདྲས་ཆགས་འདུག་ཡོད་རེད་དེའི་ཁ་དོག་ལྟ་ན་ལས་ཡིན་ཚུལ་རྩམ་པ། གདན་ས་གསུམ་ལ་བོད་མཁས་པ་ཟེར་དུས་ནང་གི་སྐར་ཚོགས་ནང་གི་དངོས་གནས་དྲང་གནས་ཀྱི་བོད་རྒྱ་གར་གྱི་པཎ་གྲུབ་ནང་གི་རྒྱ་ཆ་ཅིག་ཡོད་རེད་རེད་དེ་ད་དེ་ཚོ་ཚང་མ་ལོག་གི་བོད་རྒྱ་ཀྱི་བདེ་ཆེན་སྙིང་པོ་གསུང་ཆོས་ཀྱི་གནང་གལ་དུ་བཟང་པ་རང་དབང་མེད་པར་འདུག་འགྲོ་ཡ་དེ་འདྲ་ཆགས་ཡོད་རེད། དཔེར་ན་ང་རང་ཚོ་ཏྲེ་བོ་ཅོ་ཕོང་རོང་པོ་ཆེ་ཟེར་དུས་ཚང་པ་དངོས་གནས་དྲང་གནས་པའི་སྐུ་ཚེ་དེ་ལ་བོད་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་དམ་པ་པད་དཀར་ཟེར་དགོས་ན་ང་ཚང་ཚོ་རོ་བོ་དགེ་ལུགས་པའི་ནང་ལ་པའི་ཚད་འཛིན་ས་འདྲ་བོ་ཅིག་དེ་འདྲ་ཆགས་ཡོད་རེད། དེ་སོགས་ཀྱིས་ད་ཡི་གེ་སྨིན་གྲོལ་རྩ་རེ་ལ་ཞུགས་བསྡད་ཀྱི་ཡོད་རེད་ཟེར་གྱི་ཡོད་རེད་ད་སྨིན་གྲོལ་རྩ་རེ་གང་ནས་ལྕགས་ཀྱི་བདེ་ཆེན་སྙིང་པོ་ག་གསུང་ཆོས་དེ་སོགས་གནང་ཡོད་དེ་དེ་ནས་མ་ཕེབས་ནས། མ་བབས་ནས་ནས་ལྕགས་ཀྱི་རིན་པོ་ཆེ་གི་སྐུ་འདི་ལ་ཐུགས་སུ་བཅད་ནས་བསྐྱར་ནས་ཕེབས་ཀྱི་ཡོད་རེད། དངོས་གནས་བྱས་པ་ཡིན་པ་ཡིན་ན་ད་ཅིག་གར་སོགས་ཀྱི་རིག་གཞུང་བཀའ་སྤོང་ལྔ་དང་དེ་སོགས་ཀྱི་པའི་མཆན་རྒྱག་དང་ཕྱིའི་གི་མཚན་གནས་གཅིག་ཁོ་ན། ལྕགས་ཀྱི་རིན་ལྕགས་ཀྱི་བདེ་ཆེན་སྙིང་པོ་ལ་དེ་སོགས་ཆད་པ་ཡོད་རེད། རེད་དེ་ང་རང་ཚོ་གི་སྙན་བརྒྱུད་ཀྱི་མན་ངག་ཟེར་ཡག་དེའི་གི། བྱིན་རླབས།